ཨན་དེ་ཡང་འདྲ་ནོར་ཝེ་གི་རྒྱལ་པོ་མཆོག་དང། ཨ་ནེ། ཞིག་ནོ་བེལ་ཞི་བདེའི་བྱ་དགའི་ཨ་ནེ་ཚོགས་ཆུང་གི་ཚོགས་མི་རྣམ་པ། ཨ་ནེ་ཆེ་གྲོགས་ཕོ་མོ་ལྷན་རྒྱས་ལིའ་ཞུ་ཡ་ལི་ཡ། ཨ་ནེ་བོད་གངས་ཅན་གྱི་ལྗོངས་ཀྱི་ཨ་ནེ་ཤཱཀྱའི་དགེ་སློང། ཨེ་ནི་ཆོས་སྤྱི་དང། ལྷག་པར་ནང་པ་སངས་རྒྱས་པའི་དང། ཐེག་པ་ཆེ་ཆུང་སྔགས་དང་བཅས་པའི་དང། ཞིག་དང། ལམ་གྱི་སྙིང་པོ། སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་དང། ལམ་གཅིག་ལ་ཡང། ཞིག་སོ་སོའི་དངོས་གནས་རང། ཞིག་ཤེས་ནས་དད་པ་ཐོབ་པའི་དང་ནས་ཉམས་ལེན་བྱས། མི་ལ་ཡིན་ན་ཡང། གང་ཕན་ཅི་ཕན་གྱི་དང་ནས། ཅིག་དང། ཕན་འདོགས་བྱེད་འདོད་ཡོད་དེ་ནས་ཅིག་དང། ཨེ་ནི་ཡང་སྒོས་ལྷག་པར་ཅན་དུ། ལས་དང་སྨོན་ལམ་གྱི། དང་འབྲེལ་བ་དམིགས་བསལ་ཅན་ཡོད་དེ་བས། ཨེ་ནི་གངས་ཅན་ལྗོངས་ཀྱི། ཨེ་ནི་ཅིག། བསྟན་སྲིད། བསྟན་འགྲོའི་བདེ་སྐྱིད་དང་བཅས་པའི་དོན་དག་ལ་ཡང། ཅིག། ལྷག་བསམ་ཡོད་རྒུ་རྩལ་སྤྲུགས་ཏེ། ཅིག། སྒོ་དང་རྣམ་པ་ཐབས་ཤེས་གང་ཡོང་གི་ཐོག་ནས།

དང་དངོས་གནས་རང་གཅིག་འཛམ་གླིང་མི་དམངས་ཀྱི་ཐོག་ནས་རྒྱབ་སྐྱོར་ཡོད་བསྡད་པས་ད་རྣམ་པ་གསལ་པོ་ཅིག་མཚོན་བསྡད་པ་དེ་འདུག་ས་རེད། དེ་འདྲ་ཡིན་པ་ཡིན་དུས་རྩ་ནས་ཅིག་དངོས་གནས་རང། ད་དུང་ཡིན་ན་ཡང། ཅིག་ང་རང་ཚོ་ལ་ཡང་ཅིག་ལོ་རྒྱུས་ཀྱི་ཐོག་ནས་ཡོད་བསྡད་པའི་ཐོབ་ཐང། དང་ཅིག་བདེན་པ་མཐའ་གསལ། དང་ཅིག་མགྱོགས་མྱུར་ཡོང་ཐུ་ཡག་གི་རེ་བ་དང་སྨོན་ལམ་ཡོད་ལ་དེ་འདྲ་བྱུང་ཡག་གི་ཆེད་དུ་ང་རང་ངོས་ནས་ད་ལྟ་ཕན་ཆད། གང་ཡོང་ཅི་ཡོང་བྱས་པ་ནང་བཞིན་བྱས་ནས་མ་འོངས་པ་ལ་ཡིན་ན་ཡང། ར་ཅིག་བདེ་བའི་ཐ། སྲས་ནི་དངོས་གནས་དྲག་ནས་ཡོད། ར་ཅིག། འཛམ་བུ་གླིང་ཧྲིལ་མོ་འདིའི་སྒང་ལ་དངོས་གནས་ཅིག་ལྟ། ཞི་བདེ་ཅིག་དང། གཅིག་གི་གཅིག་ལ་ཡ་མཛའ་སེམས་ཡོད་བསྡད་པ་ཅིག་དང་གཅིག་གི་གཅིག་ལ་ཡ་རོགས་རམ་བྱེད་བྱེད་བྱ་ཡོད་བསྡད་པ་དེ་འདྲ་ཅིག་ལྟ། ར་ཅིག་བདེ་སྐྱིད་ཀྱི་ཉི་མ་དང་ལྡན་པའི་འཛམ་བུ་གླིང་ཞིག་བྱུང་ན་བསམ་པའི་སྨོན་ལམ་རྒྱག་གི་ཡོད་ལ་འབད་རྩོལ་དང་རང་བྱས་ཡིན། ཐུ་ཆེ།